ཁོ་རང་ཚོས་དེབ་བཞི་མང་ཀློག་བྱས། དེབ་དེ་མང་བསམ་བློའི་ནང་ལེབ་བཤུས་རྒྱབ་བྱས། ཁོ་མང་སྐྱོ་བ་དེབ་སོར་བྱས་པ་ཡིན་ན་དེ་དེབ། ཁ་སོར་དེ་ག་མི་ད་ཕར་བཅུག་སོར་ཏོ་ཕར་བཅུག་ནས་ཨེ་ན་ཁོ་ཚུར་ལབ་ཤོར་བ་ཞིག་རེད་མ་གཏོགས་དེ་བསམ་བཏང་མི་འདུག་ཨ། ད་ཁོས་ཕ་གིའི་སློབ་དེབ་དེའི་སྟེང་གི་མང་བསླབ་ཞེས་པ་དེ་ང་རང་ཚོ་དཔེ་ཆ་ཡིན་ནས། དངོས་གནས་བྱས་པ་ཡིན་ན་ནི་གཞུང་དེའི་སྟེང་གི་དགེ་རྒན་དང་གཞུང་གི་ཐོག་ནས་ཕ་གི་གནད་འགག་དེ་ལམ་སྟོན་དེ་བྱས། ཨེ་ན། དགེ་ཕྲུག་སོ་སོ་སོས་དཔེ་ཆ་སོ་སོ་སོས་བསམ་བློ་བཏང་ནས། ཨེས། རིག་པ་གསར་པ། ཀ་ནས་ཀ་ནས་སོ་འགལ་འདུ་གསར་པ་སོ་སོ་བསམ་དང་ནི་བཙལ་ཞིག་མ་གཏོགས་ནམ་རྒྱུན་ཆོས་ར་ན་ད་ནམ་རྒྱུན་མ་གཅིག་ད་ཧ་ལམ་པས་དུས་མ་གཅིག་ག་སོག་རིག་པའི་རྡོ་ལག་ཤུགས་སོར་ཆེ་ཆེ་བཅད་ཡུལ་མ་ད་ཆ་ཆིངས་དེ་བཏགས་ཚེ་སྟོང་ཚེ་སྟོང་ཚེ་སྟོང་ཚེ་དུས་མ་གཅིག་ཡོད་དུ་ཡུལ་མ་ཆ་ཆིངས་ད་ཡོད་མ་གོམས་བདེ་བའི་སོར་ཆ་མ་རྒྱུན་ང་ང་རྟོགས་ནས་མ་གཅིག་རྒྱུན་འབྱུང་སོར་ཆ་ཆེ་དེ་ཅིག་ལ་དུག་ཆེན་པོ་ཡིན་ནས་ཧ་ལས་ཡོད་ས་མ་རེད། ཡང་གེ་ཤི་ཁ་ཤི་དེ་ཡོང་གི་འདུག་བ། ཅེས་དཔེ་ཞིག་བལྟས་ནས་དངོས་གནས་ཡག་པོ་ཤེས་ཀྱི་ཡོད་རེད་དེ། ཡིན་ནའི་ད། དེ་སྔ་བལྟ་མ་མྱོང་ཞིག་བལྟས་པ་ཡིན་ན། Anyway ཐོམ་ཆེ། དགུའི་གོ་བརྡ་དེ་འདྲའི་ཁ་ཤི་ཡོང་གི་འདུག་བ། ད་ཁོ། བསམ་བློ་གཏན་ནས་བཞག་མེད་པའི་ད་ད་བསྟན་པ་རེད་ཁོ་ཅིག་མ་འདང་རེད། ཁོ་ཁ་ཐུག་ཁ་ཐུག་མ་ལབ་ཤོད་པ་དེ་ཡིད་ཆ་ཚང་ཤེས་འདེང་ངེས་འདེང་ངེས།

བཟའ་ཟླ་བསླབ་གྲྭ་འགྲིམ་པའི་ཤེས་ཡོན་ཡིན་ན་ཡང་ཨ་ད་ག་འདྲ་ཅིག་སློབ་ཚན་སྤྲད་ཞེས་པ་དེའི་དེའི་ལྡེ་མིག་བཟོ་རུ་བྱེད། དེས་བློ་གྲོས་ཀྱི་སྒོ་འབྱེད་ཡག་བཟོ་རུ་བྱེད་ནས་ཨེ་ནས་སྒོ་ཕྱེ་བའི་ཐང་ནས་སོ་སོ་བསམ་སྟངས་ནི་ག་འདྲ་ལེགས་ནི་དཔྱོད་ཤེས་པ་ཅིག་དགོས་ཡ་དེ་གལ་ཆེན་པོ་རེད་བ།